འོ་ཡང་ཆོས་བདག་པོ་ཁྱོད་ད་རིས་ང་ཚོ་འཛིན་གྲྭ་བརྒྱད་པ་བརྒྱད་པ་ལ་ཡང་ད་རིས་དང་དྲ་ཐོག་གི་སློབ་ཚན་ཁྲིད་ཡ་དེ་བཞི་བ་དེ་ཡིན་པ་དུས་ཚོད་བཞི་བ་དེ་ཐེངས་བཞི་བ་དེ་ད་ནང་ང་ཚོ་ག་རེ་འགྲོ་འདི་འགྲོ་བཞིན་པ་རེད་ཟེར་ན་སྔོན་འཇུག་ང་དགོས་པ་ཅི་ཕྱིར་འཇུག་པ་ད་འདི་གི་རྩ་བ་དེ་ག་པང་ཅན་འབྲུག་སྒོ་རི་ཁའི་སེ་ཆེན་ཡིན་པ་ད་ད་རིས་ང་ཚོ་ག་བ་སླེད་དུ་ཡོད་རེད་ཟེར་ན་མོ་ཡི་ཨ་ནི་བྱེད་པོ་པོ་ཟ་ད་མོ་ཡི་ཨའི་ག་ནི་ལས་བྱེད་དོ་ཟེར་ད་ངས་ཐོག་མར་འདི་མ་ཅིག་ཀློག་གི་ཡིན་ཅིག་ཟིག་རོ་ཅིག་ཨ་ནི་དྲ་ཐག་པོ་ཅིག་ཀློག་ཨ་ནི། བཞི་ནས། ལོ་ཏོག་ལ་གཅིག་བཅག། དེ་ནང་བཞིན་ཉལ་དེ་ནས་འགྲེལ་བཤད། གཅིག། དུས་བུ་ཞིག་སྐྱེ་དགུ་ཡིན། འགྲེལ་བཤད་དེ་བྱས། ལོ་ཐང་དེ་བྱས་ཏག་ཏག་བསྡད་སོང་ན་ཏག་ཏག་བསྡད། ལ་རྫོགས་ཉལ་དང་པོ་གཅིག་ལོ་བུ་ཡིན་ཡག་པོ་གྱིས་བཟི་ཞོག་སྟེ། མོ་ཡིན་ཡག་ནི་ཆད་པ་པོ། ཆད་པར་བྱེད་དང་ཆད་པར་གྱུར། ཞེས་སོགས་དངོས་པོ་དག་དངོས་དང། འགྲོ་བ་པོ་དང་འགྲོ་བར་བྱེད། ཅེས་སོགས་དངོས་པོ་དག་དོན། ཅེས་སོགས་དག་དོན་ཕལ་པ་དང། འཁྱིལ་ལོ་ཞེས་སོགས་ད་ལྟ་དང། འཁྱིལ་བར་གྱུར་ཅོག་མ་འོངས་འབྱུང། ལོག་ལྟའི་བར་དུ་འགྲེལ་བཤད་ཅིག་རྒྱག་གིན་གདའ་དང་པོ་རེད། ལ་སོགས་ཨ་ནི་སྨུག་མཛོད་གདའ་དང་པོ་དེ་ལ་ཡང་གར་སི་ཀོ་རེ་ཟེར་ཞུས་པ་ཡིན་ན། ང་ཚོས། མོ་ཡིན་ཨ་ནི། རྩ་བའི་ནང་ལ་ག་རེ་ཟེར་ན། མོ་ནི་ད་ལྟ་མ་འོངས་འབྱུང། གར་ས། མོ་ནི་ད་ལྟ་མ་འོངས་ཕྱིར་ཟེར་གྱི་ཡོད་རེད། མོ་འོངས་དེ། མོ་དེ་མོ་ཨ་ཡིག་དེ་ག་རེ་བྲིས་གི་རེད་ཟེར་ན། བདག། བདག་གཞན་གཉིས་ན་ནས་བདག་དང་ཨ་ནི་ག་རེ་བྲིས་གི་རེད་ཟེར་ན། དུས་ན་ན་ནས་དུས་མ་འོངས་པ་བསྟུན་གི་རེད་ད། མོ་ནི་ད་ལྟ་མ་འོངས་ཕྱིར། ད་དེ་ནི་གཅིག་པུ་གཅིག་རྐྱང་རེད་ཟེར་དེ། མོ་ཡིན་ཡང་ཨ་ནི་ཆད་པ་པོ། ཆད་པ་པོ་སུས་བཤད་ཀྱིན་སུ་རེད་ཆད་པ་ཟེར་ན་བཤད་པའི་དོན་རེད་བ། ཆད་པ་པོ་སུས་བདག་རེད་བ་དངོས་པོ་བདག། ཟེར་ནས་ད་ལྟ་གང་ནས་ཞུས་སོང། རྩ་བ་ཁོ་རའི་ནང་ལ་གར་ཅི་ཡོད་རེད་ཟེར་ན། མོ་ནི་ད་ལྟ་མ་འོངས་ཕྱིར་ཟེར། མོ་དེའི་གར་གཅིག་རེད་ཟེར་ན། དུས་ཨོ་གར་ས་བདག་གཞན་གཉིས་ན་ནི་བདག་དང། བདག་ད་ཡིན་པས་བདག་ད་མ་འོངས་ཕྱིར་ཟེར། དུས་ད་ལྟ་བ་དང་མ་འོངས་གཉིས་སྟོན་གི་རེད་ཟེར། འོ་ཡ། དེའི་ནང་ཅི་ཡིན་དུས་ད་ལྟ་ད་ལྟ་འདི་ན་ལ་བཙལ་སེ་ཞོ། མོ་ཡི་ཨ་ནི་ཁྱེད་པོ་པོ་སུ་དོ། མོ་ཡི་ཨ་དེ་པད་ཆ་ཤ་ནི་ཁྱེད་པོ་པོ་སུས་མ་ཤེས་མཁན་ཤེས་མཁན་སུས། བདག་ཁྱེད་པོ་པོ་དེ་རོ། འཆད་པར་བྱེད། འཆད་པར་བྱེད་ཚུལ་དང་དང་ཁོ་རང་ཅིག་གི་ཁ་ལ་སོགས་པ་མང་ཅིག་གིས་རོགས་པ་བྱེད་ཉིད་དེར་བ་འཆད་པར་བྱེད། དེ་ཉིད་ཉིས་བརྒྱ་དག་ན་འགྲུབ་བོ། འཆད་པར་བྱེད་དང་འཆད་པར་འགྱུར། འཆད་པར་འགྱུར་ཟེར་ན་མ་འོངས་པ། གཞན། ད་ཤེས་ཀྱི་རི་དྭགས་ཟེར་དེར་དུས་མ་འོངས་པ་སྟོན་པ། ཞེས་སོགས། ཞེས་སོགས། མཁར་བརྫིས་ཏོ། མཁར་སར་བསྐམས་ཤོག། འཆད་པར་བྱེད་དང་འཆད་པར་གྱུར། ཞེས་སོགས་དངོས་པོ་ཡོད་རྟགས་གོ་ན་འདི་ཀུན་ཏུ་དངོས་པོ་ཟེར་ཏེ་ལེགས་བྱ། དེ་ཉིད་དེའི་ཚུལ་བཅུའི་ཁྲིགས་འདི་དོ་སྔ་མར་དངོས་སམ་དངོས་ཟེར་བྱ། ཞེས་སོགས་དངོས་པོ་དག་དངོས་དང། ཞེས་སོགས། འོ་དངོས་པོ་དག་དངོས་དང་ཟིན་ཏོ་འདི་ན་ལས་དག་རང་མཛད། ཞེས་སོགས་དངོས་པོ་དག་དངོས་དང་ཟིན་ད་འདི། འདི་ལ་སོགས་པ་དུ་བཟོད་ན་ག་བར་འགྲུབ་དགོས་རེ་ཟེར་ན། བདག་གཞན་གཉིས་ན་ནས་དག་དངོས་འདིར་དག་ལ་འཇུག་དགོས་རེ་ད། དངོས་པོ་དག་ལ། ཞེས་སོགས་དངོས་པོ་བདག་དངོས་དང། དེ་ནང་བཞིན་གྱི། འགྲོ་བ་པོ་དང་འགྲོ་བར་བྱེད། ཨ་དེ་དང་དོའི་ཚ་ཡོད་མར་ད་བ་དང་ཨ་མུའི་དུས་འགྲོ་བ་རེད། འགྲོ་བ་པོ་དང་འགྲོ་བར་བྱེད། འགྲོ་བ་པོ་དེ་ག་རེ་སེམས་དག་ར་དེ་དག། འགྲོ་བར་བྱེད། ཅེས་སོགས་དག་དོན་ཕལ་བ་དང་ད་དེ་དག་དོན་ཕལ་བ་ཟེར་དགོས་དགོས་པའི་རྒྱུ་མཚན་གཅིག་ཡོད་རེད། ག་རེ་ཟེར་ན་འདི་ནང་ལ་འགྲོ་བ་པོ་དང་འགྲོ་བར་བྱེད་པ་ཁོ་རང་རང་ནས་མི་གང་ཟག་དང་ག་རང། དེ་མི་ཞིག་གིས་འགྲོ་བྱེད་དང་འགྲོ་བྱེད་དང་འགྲོ་བར་བྱེད་པ། འགྲོ་བ། འགྲོ་བྱ། འདི་འདྲའི་སྐད་ཅིག་ཁྱེད་ཡོད་མ་རེད། འདི་མེད་པ་ཡིན་ཙང། འགྲོ་བ་པོ་དང་འགྲོ་བར་བྱེད་ས་དེ་ནི་བདག་དོན་ཕལ་པར་དག། བདག་ཕལ་པ་ཟིན་འདི་རེད། དེ་ནང་བཞིན་གྱི། ཁྱི་ལོ། ཞེས་སོགས་ད་ལྟ་དང། ཁྱི་དེ་ཤ་ཟ་འདི་རེད་ཆུ་འདི་སྐྱ་མ་སུན་ཡ་ཁྱི་ལྡེ་ཤ་ཟ། དུས་ད་ལྟ་བ་དང་འགུར་བ། བྱས་ཙང། ཁྱི་ལོ། ཞེས་སོགས་ད་ལྟ་དང།

ངག་ཐོག་ལ་བརྗོད་ཐུབ་ན་དཔེ་ཡག་པོ་འདུག་བ་དེ། མོ་ཡི་ཨ་ནི་འཆད་པ་པོ་འཆད་པར་བྱེད་དང་འཆད་པར་འགྱུར། ཞེས་སོགས་དངོས་པོ་དག་དངོས་དང་འགྲོ་བ་པོ་དང་འགྲོ་བར་བྱེད་ཅེས་སོགས་དག་དོན་ཕལ་བ་དང། ཁྱི་ལོ་ཞེས་སོགས་ད་ལྟ་དང་འཁྱི་བར་འགྱུར་སོགས་མང་བོ་འཇུག། ད་དེའི་དོན་དག་ལྡོག་ལྡོག་དེ་ག་རེད་ཟེར་ན། མོ་ཡི་ཨ་ནི། མོ་ཡི་ཨ་དེ་གི་གར་ཅིག་རེད་ཟེར་ན་ཟེར་བ། མོ་ནི་བདག་ཐ་མ་འོང་ཕྱིར། བདག་གཞན་གཉིས་ན་ནས་བདག་དང། དུས་གསུམ་པོ་ནི་དུས་མ་འོངས་པོ་དུས་མགུར་དག། དེ་ནང་བཞིན་དུས་ད་ལྟ་བ། མོ་ནི་བདག་ཐ་མ་འོངས་ཕྱིར་སྲིད་དོ། མོ་དེ། བདག་གཞན་གཉིས་ན་ནི་བདག་དང། དུས་གསུམ་པོ་ན་ནི་དུས་ད་ལྟ་བ་དང་མ་འོངས་པ་དུས་མགུར་དག། འོ་དེ་དེ་དེ། དེའི་འགྲེལ་བཤད་དེ་དེ་རེད། འོ་ཡང་བརྗོད་ད་སྦུག་ཚོ་ད་ནི་ང་ཚོ་གང་ལ་གར་ཕྱིན་པ་ཟེར་ན། སྔོན་འཇུག་མོ་ཨ་ཡིག་གི་ཆེད་ཡིན་པ། ད་ལྟ་གང་ལ་ངས་གར་ཞུས་ཡོད་ཟེར་ན་སྔོན་འཇུག་མོ་ཨ་ཡིག་དེ་ཁོ་རང་གི་རྩ་བ་ཁོ་རའི་ནང་ལ་གར་ཡོད་ཟེར་ན་མོ་ནི་དག་ཐ་མ་འོང་ཕྱིར་ཟེར་ནི་ཡོད་པ་མོ་ནི་དག་ཐ་མ་འོང་ཕྱིར། ད་ད་ལྟ་དེའི་གར་འདོད་ཟེར་ན་ཤིན་ཏུ་མོ་ཡི་མ་ཡིག་ནི་ཡིན། ད་ང་ཚོའི་སྔོན་འཇུག་ནང་ནས་སྔོན་འཇུག་ཕོ་ཕ་ཡིག་ག་ད་མ་ནི་ཨ་མོ་ཡིག་མ་ནི་ཤིན་ཏུ་མོ་ཟེར་ན་ཤིན་ཏུ་མོ་མ་ཡིག་དེ་ལ་ཟེར་ཏེ་ཤིན་ཏུ་མོ་ཡི་མ་ཡིག་ནི་ཡིན་ཟེར་དེར་མ་གཅིག་ཀློག་གི་ཡིན་གཅིག་ཟིན་ཆོག་དང་པོ་དེ་ཤིན་ཏུ་མོ་ཡི་མ་ཡིག་ནི་བདག་གཞན་དུས་གསུམ་མཉམ་པར་འཇུག། འོན་ཀྱང་བྱེད་པོ་གཞན་དངོས་དང། བྲལ་བས་འདས་ལ་ཧའི་དངོས་འཇུག། མེད་པར་ངེས་ཤིང་ད་ལྟ་ཉུང། ད་ལྟ་བ་ལ་བའི་དངོས་འཇུག། ཉུང་ཞིང་མགོ་ཅན་ད་ལྟ་བར་བུས་བུས་མེད་པར་ངེས་པ་ཙམ། བས་བུས་མེད་པར་ངེས་པར་ཙམ། ད་ཐིག་ཧར་སི་བོ་རེ་སི་ན། ད་ཐིག་ཧར་སི་བོ་རེ་སི་ན། ཤིན་ཏུ་མོ་ཡི་མ་ཡིག་ནི་ས་ཤིན་ཏུ་མོ་ཡི་གི་སྔོན་འཇུག་ཤིན་ཏུ་མོ་མ་ཡིག་འདི་ནི། ཨོ། ཤིན་ཏུ་མོ་ཡི་མ་ཡིག་ནི། ག་ཅིག་རེ་སི་ན། དག་ཞིང་དུས་གསུམ་མཉམ་པར་འཇུག། ཤིན་ཏུ་མོ་མ་ཡིག་འདི་ལ་ཡང་འདི་ལ་འཇུག་དང་འདི་ལ་མ་འཇུག་སྐྱེ་མཆེད་ཡོད་མ། དག་ཞིང་གཉིས་དུས་གསུམ་ཚང་མ་ལ་ཡང་གཅིག་པ་ཅིག་ཀྱང་འཇུག་གོ་རེ་སི། རོ། དཔེ་ཆ་བཞག་ན་སི་ཞོག་ད།

བྱས་ཙང་དེ། དཔེ་ཆ་ཤེས་ན། འཇལ་བ་པོ་ལབ་སོན་ན། དར་བ། འཇལ་བ་པོ། འཇལ་བྱའི་བླ་མ་ལབ་སོན་ན་གཞན་བ། རོ། འཇལ་བཞིན་པ་སོན་ན་དུས་ད་ལྟ་བ་རོ། འཇལ་བར་གྱུར་ལབ་སོན་ན་མ་འོངས་པ་རོ། འཇལ་ཏོ་ལབ་སོན་ན་འདས་པ་རོ།

ཤིན་ཏུ་མོ་ཡི་མ་ཡིག་ནི་དག་ཆེན་དུས་གསུམ་མཉམ་པར་འཇུག་སུ་དག། ཤིན་ཏུ་མོ་མ་ཡིག་སྔོན་འཇུག་མོ་མ་ཡིག་ཡོད་དེ་ཉན་གྱི། བྱ་ཚིག་རིགས་དུ་བའི་ཚངས་མ་ལ་ག་རེ་ཟེར་ན་ཚངས་མ་ལ་འཇིགས་པ་གཅིག་ཀྱང་འདུག་དག་དང་གཞན་དང་དུས་གསུམ་ཆ་ཚངས་མ་དག་ཆ་རང་ཤར་དྲུག་གདགས། འོན་ཡང་ལེའོ། འོན་ཀྱང་བྱེད་པོ་གཞན་དངོས་དང། འབྲེལ་པའི་ཟླས་ལ། ཨའི་སྔོན་འཇུག་མེད་པར་ངེས་ཤིང་ག་ད་ཉུང། ད་དང་འདི་དེ་ཡང།

ད་ལྟ་བར་ལས་བལ་སྔོན་འཇུག་ཉུང་ཞིང་ད་ཡང། དུས་ད་ལྟ་བར་སྟོན་ཉན་ལས་བལ་སྔོན་འཇུག་དཔེ་ཉུང་ཉུང་རེད་ད། དཔེ་ཆ་ཤེས་ན་འདི་འདྲས་འདིའི་ཟོར་བྱེད་མི་ནི་གོ་ཆེན་མེད་མགྱོགས་དཔེ་ཆ་ཤེས་ན་འདིའི་ཟོར་བྱེད། བོའུ་ཆ་ཤ་ཤོ། བོའུ་དགའ་ན་རུ་གོ་གོ་ཤི་རྒྱག་གི་ཡིན་ཟེར་དེ་རོ་ད། བོའུ་དགའ་ན་རུ་གོས་ད་གོས། ཨ་ནི། བོའུ་ག་ན་རུ། གོས་ཟ་གོས་གོས་ཁྱབ་ཡིན་ད་ཟེར་ད་དེ་ལ། དེ་དེ་བ་ལ་བོའུ་ལས་སོང་བ། དེ། ག་ད་ཉུང་ཟེར་ད་ད་བ་ལ་བས་སྔོན་འཇུག་ཉུང་ཞིང་ཟེར་ད་ཉུང་ཉུང་བས་ཞི་ད་ད་དེ་ཉུང་ཉུང་ཞི་ད་རེད། དམིགས་བསལ་ན་ནི་དམིགས་བསལ་དུ་ག་རེ་ལ་འཇུག་གི་མ་རེད་ཟེར་ན་ད་ད་བ་ལ་བས་སྔོན་འཇུག་དེ་ག་རེ་ལ་འཇུག་གི་མ་རེད། ཉུང་ཞིང་གོ་ཅན་ད་ད་བ་ཟུར་བ་ར་མགོ་ལག་མགོ་ས་མགོ་ཡོད་དེ་གཉེན་གྱི་བྱ་ཚིག་ཅིག་ཡིན་པ་ཡིན་ན། དེའི་དུས་ད་ལྟ་བ་ལ་ཡང་རོ། བལ་པོའི་མེད་པར་ངེས་པ་ཙམ་ཟ། བལ་པོའི་རྩ་བ་ནི་ཡེ་ནས་ཡོད་མ་རྟགས་སོ། དཔེ་ཆ་ཤེས་ན་དེའི་སོར་གྱིས་རོ། ང་ཚོ་ཡི་གེ་ཀློག་གི་ཡིན་ཟ་གྱི་རོ། དེའི་ནང་ལས་དཔེ་ཆ་ཤེས་ན། བ་འོ་ཀ་ལབ་ད་ཀླག་ཁ་ཀླག་ཟེར་ན་མ་འོང་གི་རོ། ད་ལྟ་བ་ལ་ཀ་ལབ་ད་ཀླག་ན་ཀློག་ཁ་ཀློག་ཁྲིའོ་རེད། འདས་པ་ལ་བ་འོ་ཀ་ལབ་ད་ཀླག་ཁ་ཟ་ཀླག་རེད་བྱས་ཙང་དེ་དང་ཕྱོགས་མཚུངས་པའི། མགོ་ཅན་ཡོད་དེ་ཉན་གྱི་རིགས་རང་མགོ་ལག་མགོ་སྲང་མགོ་ཡོད་དེ་ཉན་གྱི་རིགས་ཀྱི་བྱ་ཚིག་དུ་གལ་ཡ་ཨ་ནི།

དྭགས་པོ་ཆུ་གློག་ཅན་མ་གློག་ལ་གཟིམ་རོགས་གནང་ཞུ་གི་ཡིན། དྭགས་ཞིག་གཟིགས་ཤོག་དེ་ཤིན་ཏུ་མོ་ཡི་མ་ཡིག་ནི་ཤིན་ཏུ་མོ་མ་ཡིག་དེ་ལ། དྭགས་ཆེན་དུས་གསུམ་མཉམ་པར་འཇུག་ད་ཏི་དྭགས་དང་གཞན་དང་དུས་གསུམ་ཆ་ཚང་ལ་ཡ་རང་ཅག་སྒྲུ་གུར་དྭགས་སུ་ངེད་དང་གཉིས་ནས་བྱེས་སོ་མོའུ་རྒྱ་ལ་རྒྱལ་ས་རྒྱལ་པོ་པོ་ས་དེ་ལས་རང་ཅག་རེད། རྒྱལ་ཆེ་ས་ཉེན་དེ་རང་ཅག་རེད། རྒྱལ་ཆེ་བླ་མ་སུ་ལབ་ནས་རང་ཅག་རེད། རྒྱལ་བར་གྱུར་ལབ་ནས་དྲེགས་རེད་རྒྱལ་དོགས་སུ་ལབ་ནས་དྲེགས་རེད་གང་ལྟར་ཚང་མ་མོའུ་རྒྱ་ལ་རྒྱལ་རང་ཅག་རེད།

ག་ད་ཉུང་ཉུང་རེད་ག་ད་ཡོད་པ་རེད་ཅེས་རིགས་གསུངས་ཤིག་དེ་བཀོད་སོང་ད་ག་ད་ཉུང་ད་ད་བ་ལ་ཕན་སྔོན་འཇུག་ཉུང་ཞིང་ད་ད་བ་ལ་ཡ་ནི་ད་ད་ད་བ་འདིར་ད་ད་མགོ་ཅན་མས་ཉན་འདི་འདྲས་མགོ་ཅན་མས་རང་མགོ་རང་མགོ་སེམས་མགོ་མས་ཉན་འདི་ལ་ཡ་ཉུང་ཉུང་འདི་འདྲས་ཡོད་རེད་ད་ག་བཤད་འདི་ཉན་འདི་འདྲས་ཅིག་དཔེ་མཚོན་ཅིག་བྲིས་སོང་ང། དེར་ཕྱོགས་མཚུངས་པའི་ཉུང་ཤས་ཅིག་ཙམ་གྱི་རེས་དེ་ཉུང་ད་ལྟ་བ་ལ་ཕའི་སྔོན་འཇུག་ཉུང་ཞིང་གོ་ཅན་ད་ལྟ་བ་སུ་རང་གུ་ལང་གུ་སྲང་གུ་ཡོད་དེ་ཉན་གྱི་དུས་ད་ལྟ་བ་དེ་ལ་ཡང་བལ་བུས་མེད་པར་ངེས་ཤིང། ངེས་པ་ཙམ་ཡིན་ནོ་ད་མེད་པར་རང་རེ་དག། འོ་འདྲེས་ཟིན་ཐོ་ཆེ།